ཕྱག་བྱར་ཡོད་པ་ཐམས་ཅད་ལ་ཞིང་དེའི་ཀིང་ཀི་དྲང་ནས་ཀི་ལི་ཏོའི་པ་ཡིས་རྣམས་ཀུན་ཏུ་མཆོག་ཏུ་བདེ་བའི་ཕྱག་འཚལ་ལོ། ཞེས་ཕྱག་བྱིན་སྔོན་དུ་བཏང་ནས་དེ་རིང་སྐུ་ཡི་སྒོ་བསྟེན་གསུང་གསན་དང་འབྲེལ་རིས་མེད་མཁས་དབང་གི་སྒྲོག་ལང་ཆེན་པོ་འཚོགས་པའི་སྐབས་འདི་ལ། སྐྱབས་རྗེ་མཁན་རིན་པོ་ཆེ་རྣམ་པའི་དབུས་པའི་མཁས་དབང་དགེ་འདུན་མང་ཚོགས་དང་བཅས་པ་ལ། སྒོ་གསུམ་གྱི་ཕྱག་སྔོན་དུ་བཏང་ནས་ད་དེ་རིང། ད་ངས་རྒྱལ་སྲིད་རྡོར་དུས་ཀྱིས་མ་ཞུ་ཡ་ལ། ད་ངས་རིམ་པ་གསུམ་རྗེས་ནས་དུས་བསམ་བློ་བཏང་བྱ་ཡི་ད་ག་ཚད་ཚ་གི་མི་ཤེས་ཏེ། དང་པོ་དེ་ལ། སྔ་འགྱུར་རྙིང་མའི་ཕྱོགས་ནས་སེལ་ཅིང་ཡིག་ཆ་གཞིར་བཟུང་སྟེ་རེད་བ། ད་ལྟ་ང་ཚོ་ད་གྲྭ་ཚང་རང་ནས་བརྗོད་གཞི་ཞིག་གནང་ཡོད་རེད་བ་འོ་ད་འདིའི་ཐད་ལ་འཛིན་མཚམས་ག་འདྲི་ག་འདྲི་བྱེད་དགོས་གི་རེད་ཟེར་ད་དང་པོ་དེ་ལ་འདི་ཞུ་ཡ་བྱེད། གཉིས་པ་དེ་ལ་ནི་རྒྱས་གཞི་འདི་ཡི་ཐད་ལ། ད་དེང་སང་དེང་རབས་ཀྱི་ཚིག་དེའི་རིགས་པ་གཞི་ཆ་ཅན་ནི་ད་ཚིག་དེའི་རིགས་པ་དེང་སང Philogeas Philologias གསུང་གི་འདུག་ཨ་ད་དེ་གཞི་ཆ་ཅན་ནི་དགོངས་པ་བཞེད་ན། བཞེད་ཕྱོགས་དེ་ད་ག་འདྲི་ཞིག་གཙང་གཙང་གཙང་གོ་གོ་ས་རེད་ཟེར་ད་དོན་ཚན་གཉིས་པ་དེ་འདི་བྱས་འདི་འདི་ངས་ད་སྐར་མ་བཅོ་ལྔ་ནང་ལོ་ས་ཨེ་ཐུབ་བྱས། ནི་ད་གསོ་སྦྱོང་རིན་པོ་ཆེ་ལ་ད་གལ་སྲིད་སྦྱིན་སྲིད་འབྱུང་ན་ཁ་སང་རྒན་དཔལ་ལྡན་གྲགས་པ་མཆོག་ནས་འདྲི་བ་གལ་ཆེན་པོ་ཁ་ཤས་གསུང་གནང་སོང་ལ། ད་འདི་ལ་དམིགས་བསལ་གྱི་རྫོགས་ཆེན་དང་འབྲེལ་ནས་གསུང་བཏང་སོང་མཆོག་ཅིག་འདི་ང་ལ་འགན་ཡོད་རེད་ད་ང་རྙིང་མའི་ཆོས་ནས་ཡིན་པས་ཡིན་མདོག་མདོག་འདྲ་རེད་བ་ལ་ཨ་ནི་གཉིས་ནས་ད་ངེད་ཅིག་གིས་ཞི་བུ་དེ་གས་ཤེས་ཀྱི་མ་རེད་དེ་ཡིན་ན་ཡང་ད་ལྟ་བར་དུ་ང་ད་ལྟ་འཇར་མན་ཧམ་བོག་སུ་ལ་མཐོ་སློབ་ཀྱི་ད་ལྟ་དགེ་རྒན་ཆེན་མོ་མཁས་དབང་རྡོ་རྗེ་དབང་ཕྱུག་གི་ལམ་སྟན་འོག་ལ་བྱས་ནས་བཞི་བཅུ་བྱས་ནས་ལོ་བདུན་འགྲོ་གི་ད་ལོ་རྫོགས་ཆེན་རང་གི་ཐོག་ལ་ད་ཏིས་ཅིག་ངས་ཐུགས་མི་གསོ་ཡ་རེད་ནས་ཅི་ཤེས་སམ་ས་ཁ་སང་རྒན་ལགས་ཀྱིས་དཔལ་མི་སྲིད་ཀྱི་དགེ་ཆེན་གདན་ཆེན་བྱས་ནས་གསུང་གནང་སོང་རེད་བ་འོ་ད་འདི་བྱས།

ད་འདིའི་ཐད་ནས་གང་ལྟར་ཆ་སྐད་ཆ་གཅིག་མ་བཤད་འོང་དེ་ང་ཚོ་གཞི་ལམ་འབྲས་གསུམ་སྐད་ཆ་དེ་རང་བཞིན་བཤད་ཡོང་གོ་ཆག་གོ་འདུག་གཞི་གནས་ལུགས་རིག་པ་གི་འཕེལ་རིམ་ཡང་བསམ་བློ་གཏང་དགོ་གོ་འདུག་ལ་དེ་ག་ནང་བཞིན་ལམ་དང་འབྲས་བུ་ཡང་དེ་དེ་བཞིན་བཞིན་དགོངས་པ་བཞེས་གོ་ཐུག་གི་འདུག་རེད་བ། དེ་ནས་ད་བསྡུས་བྱས་འོང་དེ་དེ་ནས་གཞི་གནས་ལུགས་རིག་པ་གི་ཐོག་ནས་བསྡམས་ན་ད། སྲོལ་རྒྱུན་དང་པོ་ངས་སྲོལ་རྒྱུན་ཡིག་ཆ་གཞི་བཞག་ཅིག་ཞུ་རེད་བ་ད་སྲོལ་རྒྱུན་ཡིག་ཆ་གཞི་བཞག་ཅིག་མ་ཞུ་སོང་ན། འཁོར་བའི་ས་བ་དེ་ལ་གང་ཟག་གི་བདག་འཛིན་ཡིན་པའི་མཐའ་གཅིག་ཏུ་གང་ཟག་བདག་འཛིན་མ་གཏོགས་ཆོས་ཀྱི་བདག་འཛིན་འཁོར་བའི་ས་བ་ས་ནས་བཤད་མཁན་ཡོང་མ་རེད། དེ་ག་ནང་བཞིན་བྱས་ནས་ཆོས་ཀྱི་བདག་འཛིན་ལ་མཐའ་གཅིག་ཏུ་ཤེས་སྒྲིབ་ཡིན་པ་དེ་ཁྱེད་རང་སུ་ཡི་ལུགས་ལ་ཡིན་ནས་གཅིག་པ་བྱས་ནས་བཤད་མཁན་ཡོད་རེད། དེ་ག་ནང་བཞིན་བྱས་ནས། དེ་ག་ནང་བཞིན་བྱས་ནས་ད་ལྟ་ཆོས་ཀྱི་བདག་འཛིན་ཚད་དེ་ག་ལྟར་ཆགས་དེ་སྔོན་མ་ནས་བཤད་པའི་ཉན་ཐོས་ད་ལྟའི་དཔེ་གལ་ཆེན་པོ་ར། སྔོན་པོ་ནས་བཤད་པའི་ཉན་ཐོས་དེ་ལ་སྔོན་པོ་ནས་བཤད་པའི་ཉན་ཐོས་དགྲ་བཅོམ་པ་དེ་མཐའ་གཅིག་ཏུ་དགྲ་བཅོམ་པ་དངོས་གནས་རང་ཡིན་པར་བཞེད་གི་ཡོད་རེད་ད་དེ་དགྲ་བཅོམ་པ་མ་ཡིན་པ་རྩ་ནས་བཞེད་གི་ཡོང་མ་རེད་དེ་གཅིག་པ་རེད་ཐལ་འགྱུར་བའི་ཁམས་ནས་བཤད་པའི་དགྲ་བཅོམ་པ་གིས་དགྲ་བཅོམ་པ་ཁྱད་པར་ག་སྐད་ཅིག་ཡོང་མ་རེད་གཅིག་པ་གཅིག་སེམས་བཞེད་གི་ཡོད་རེད་དེ་ག་ནང་བཞིན་བྱས་ནས་ཐར་པ་ཐོབ་པ་ལ་ལྟ་བ་ཐར་དུ་ས་ནས་རྟོགས་དགོས་གི་ཡོང་མ་རེད་ད་ད་ནང་ང་ཡི་རྗོད་གཞི་ལ་ཡོད་རེད་བ་ཐར་པ་ཐོབ་པ་ལ་དཔེར་ན་ང་སོགས་ག་རེ་བྱས་ནའང་ད་ནམ་རྒྱན་རྒྱན་ལྡན་པའི་ཕྱོགས་ལ་ཡིན་ན་མངོན་རྟོགས་རྒྱན་གྱི་གཞུང་དེ་རང་བཞིན་པའི་གཞུང་བཞེད་གི་ཡོད་རེད་སྔ་འགྱུར་བའི་དེ་བཞེད་གི་ཡོང་མ་རེད་མངོན་རྟོགས་རྒྱན་གྱི་གཞུང་དེ་གཞུང་ཕྱི་མོའི་དབུ་མ་གི་གཞུང་ལ་བཞེད་གི་ཡོད་རེད་གཞུང་ཕྱི་མོའི་གཞུང་ལ། ད་སྐྱིད་ཆུང་འདི་ཁྱོད་རང་གང་གི་ལུགས་སུ་སྤྲད་ནས་འབྲི་གི་ཡོད་རེད་ཁྱེད་ཚང་ཐེན་འགྱུར་པོའི་ལུགས་ལ་ཡང་ཐེག་པ་གསུམ་གྱི་གཏོ་རི་ཁ་ཁ་ཡོད་རེད་རྡུལ་སུ་ཡིན་པ་སོང་ཙང་ཨ་ནི་ད་འདི་དཀའ་ངལ་གང་ཡང་ཡོང་མ་རེད་འདི་ཐོག་ནས་ད་གང་ད་ས་ཞེ་སྡང་ཐོག་ལ་རྩོད་གཞི་ཞིག་ཆགས་ཀྱང་དེ་འདྲ་ཞིག་རེད་ཟེར་ད་འདི་ཐོག་ནས་འདི་ག་ནང་ཡིན་རྐྱེན་ནི་ང་ཚོ་སྲས་དེ་ཉིན་མོ་གཅེན་པོ་ཡང་སྐྱིད་མོ་བཞིན་དུ་ཁྱི་དེ་མེད་ཟེར་སྐད་ཆ་འདི་ཚོ་ལ་ཡང་རྟེན་འབྲེལ་ཡིན་ལ་ཅུང་ནས་བརྩི་སྟངས་གཉིས་ཡོད་རེད། འཁོར་བའི་ས་བར་གྱུར་པའི་ཐོག་མ་རིག་པ་དེ་བཞག་ནས་ད་གདོད་ཀྱི་རྣམ་ཤེས་ནམ་སྦྱིན་སྲེག་དང་གཅིག་དང། ཨ་ནི་མ་རིག་པ་ཁོ་རང་ནི་ཉོན་མོངས་ཅན་མ་ཡིན་པའི་མ་རིག་པ་དེ་བཞག། ལས་དེ་ནི་བསྙེན་པར་འདུ་བྱེད་པའི་ལས་དེ་ལ་ཟག་མེད་ཀྱི་ལས་བཞག་ནས་མཐར་བསམ་གྱིས་མི་ཁྱབ་པའི་འཆི་འཕོ་བ་བར་དུ་ཤེས་སྒྲིབ་ཁོ་རང་གི་ཐུགས་ནི་རྟེན་འབྲེལ་ཡན་ལག་བཅུ་ནི་སྲིད་དང་བྱེ་བའི་རི་དྭགས་འདི་ལ་ནམ་གྱི་ང་སོགས་ཡན་ལག་བཅུ་ནི་སྐད་ཆ་མ་ཡིན་པར་བྱེད་ད་འདིའི་དབང་དུ་བསམ་པ་ལ་འདིའི་ནང་ལོགས་ཀྱི་སྲེད་པ་དང་ལེན་པ་དེ་སྲེད་དེ་ཉོན་མོངས་ཅན་མོ་ཡང་སྐྱིད་མོ་བཞིན་དུ་ཅི་སྟེ་མེད་ཟེར་གྱི་གསུང་ས་དེ་ད་འདི་སྲེད་པ་དེ་ཉོན་མོངས་ཅན་མ་ཡིན་པའི་སྲེད་པ་ལ་ད་ད་ནི་མེད་པར་མི་ཞུ་དུ་བྲལ་ནས་འགྲོ་དགོས་ཡོད་རེད་བ་ལ། འོ་ད་འདི་གི་ཐོག་ནས་དེ་འདྲ་བྱེད་རེད་ད་གང་ཐ་ཆེང་འདིའི་ཐོག་ནས་ངས་བདེན་བསམ་གྱིས་འབྲི་གི་འདུག་དྲན་གི་འདུག་ག་སོང་མང་ཆེ་བ་ད་དགོངས་བསྡད་ཀྱི་འདུག་བ་ལགས་སོ། དེ་འདྲ་ངས་བདེན་རབས་བཞི་བཅུའི་ཐོག་ནས་བསམ་བློ་བཏང་ཡས་བདག་གིས་དགོངས་འདུག་ཨ་ནི་གསོ་སྐྱོང་བ་བདག་གིས་ངས་ངས་ཀྱི་གསོ་སྐྱོང་བ་མཁན་རིན་པོ་ཆེ་གསུངས་སོང་བ་ད་ག་རང་སོ་ཅེས་གང་ཞིག་ལུང་ལས་མེད་བཞིན་དུ་དེ་ནི་མེད་ཕྱིར་གསུང་གི་འོས་རེད་ཡིན་ནས་ལུང་འདི་ད་དང་པོ་ཤེས་ཁ་ཅན་ན་རྒྱ་གར་གྱི་མཁས་པ་རྣམས་ནས་སེ་བྷི་འདྲ་བོ་ཅན་ཆོས་ཀྱི་གཞུང་ལ་ཆེ་ཆུང་བློ་གྲོས་རོ། ད་ཕ་གཅིག་ང་ཚོ་ཚང་མས་ཁས་ལེན་དགོས་རེད་ད་འདི་ལེགས་སྦྱར་ལ་ཡོད་རེད་སེ་ཆུང་བློ་གྲོས་ཀྱི་འགྲེལ་པ་དེ

ཆོས་ཀྱི་གྲགས་པ་རག་གི་རེད། ཆོས་ཀྱི་གྲགས་པ་གྱི་རྐྱེན་ལ་ཕྱོགས་ཀྱི་གླང་པོ་རག་གི་རེད། ཕྱོགས་ཀྱི་གླང་པོ་གྱི་རྐྱེན་ལ་དབྱིག་གཉེན་རག་གི་རེད། དབྱིག་གཉེན་གྱི་རྐྱེན་ལ་ཐོགས་མེད་རག་གི་རེད། ཐོགས་མེད་གྱི་རྐྱེན་ལ་འཕགས་པ་ལ་རག་གི་རེད། འཕགས་པ་ལ་ངང་ལ་ཀླུ་སྒྲུབ་རག་རེད། ད་དུས་རབས་གཉིས་པ་སླེབས་ས་རེད། ད་དུས་རབས་གཉིས་པའི་གྱི་རྐྱེན་ལ། ཐེག་པ་ཆེན་པོ་གྱི་གཞུང་དེ་འདྲ་གི་དབུ་མ་ནང་བཞིན་ཤེས་བྱེད་མཁན་གྱི་གཞུང་གཅིག། ད་ང་ཚོ་དད་པ་དང་ན་དེ་རེ་ཞིག་ངལ་གསོ་བྱ་རྒྱབ་འཇུས་ནས་བསམ་བློ་བཏང་ན།

མདོ་འདི་པ་དེ་ད་གོ་མོ་ཀླུ་སྒྲུབ་ཀྱིས་གསང་བ་ཤེས་རབ་ཀྱི་ཁུངས་ཐུགས་དབྱིངས་དཔལ་ཧ་ལམ་ད་ཚོད་པ་ཐུབ་ཀྱི་རེད་མདོ་འདི་པ་ད་ནང་ལེགས་སྦྱར་ལ་བཞུགས་ཡོད་རེད་བ། ད་མདོ་འདི་པ་མཉམ་དུ་ཐེག་པ་ཆེན་མོ་གི་མདོ་སྡེ་བཅུ་ཐམ་པ་སྐབས་དེ་དེ་རྒྱ་གར་ནས་རྒྱ་ནག་ལ་བསྒྱུར་ཡོད་པ་དེ་ཡིག་ཆ་དཔང་རྟགས་རག་གི་ཡོད་རེད་ད་འདི་མདོ་བཅུ་ནང་ཐེག་པ་ཆེན་མོའི་མདོ་ཤ་སྟག་རེད་ད་རྒྱ་ནག་ལ་དུས་རབས་བཅུ་གཉིས་པའི་སྐབས་སུ་བསྒྱུར་ཡིན་ན་རྒྱ་གར་རང་ལ་དུས་རབས་དང་པོ་གི་སྐུའི་ཡང་མ་ཆེ་སླེ་ཡོད་པ་དེ་ཧ་ལམ་ཚོད་པ་ཐུབ་ཀྱི་ཡོད་རེད་ད་གང་ལྟར་ཆ་ད་དུང་ང་ཚོ་ཞོག་གོ་རོགས་བཅོམ་ལྡན་འདས་དུས་རབས་ལྔའི་ལ་རེད་བ། སྤྱི་ལོ་མ་ཤར་གོང་ལ་བཞག་དོ་རེད་ང་ཚོ་ད་ལྟ་དུས་རབས་དང་པོ་ལ་འོང་དུས་ད་སྤྱི་ལོའི་ད་སྐབས་ཀྱི་དུས་རབས་དེ་རེད་དེ་རེད།

ད་གཟོད་ནུས་དགུ་པ་དེ་ཅི་དང་ད་དུང་ད་གཟོད་རང་འགྲེལ་དེ་ཨི་ཉིན་ཡིན་མིན་ལ་སོས་པ་ཡོད་རེད་ད་དེ་ད་ངས་མཐའ་ཕྱི་པོ་གང་ཡང་ཞུ་ཤེས་ཀྱི་མི་འདུག་སོས་པ་ཡོད་རེད་གང་ལྟར་སན་གཟོད་ནུས་དགུ་པ་ནང་ལོགས་ལ་སྟོན་པས་གསུངས་པའི་བདག་མེད་དེ་འདི་རེད་ཅེས་ནི་བསྟན་ཡོད་རེད་ཁོ་རང་ད་དེ་མཁས་པ་དེང་སང་ཕྱིས་ཀྱི་མཁས་པ་བཞི་བཅུ་མང་ཆེ་བ་གིས་འདི་དངོས་གནས་རང་སྟོན་པས་གསུངས་པ་ལོས་ཡིན་བསམ་ཚར་གཅིག་དགོངས་མཁན་ཡོད་རེད་ད་འདི་ལ་གསུངས་སྟངས་དེ་ག་རེ་ཡོད་རེད་སན་བཅོམ་ལྡན་འདས་ཀྱིས་བདག་མེད་བསྟན་སྟངས་དེ་དཔེར་ན་སྟག་མོག་གིས་རང་གི་ཕྲུ་གུ་ཁེར་སོན་གནང་བཞིན་རེད་གསུངས་ཡོད་རེད།

དེ་ནས་བཅོམ་ལྡན་འདས་ཀྱིས་སྟོན་འོངས་ཏེ་ད་སྐབས་དེ་དུས་ཀྱི་ཁྱི་སོགས་དང་ཡུལ་དང་རྡུལ་དང་ཚང་མ་སྟོན་འོངས་ཏེ་བཏུལ་མགོ་འོངས་ཏེ་སྐབས་དེ་ཀྱི་སྟོན་ཤ་ཤེད་ཀྱི་བདག་མེད་ཟེར་ནའང་ཆོས་ཀྱི་བདག་མེད་གང་ཟག་བདག་མེད་སྐད་ཆ་ག་སྐད་ཅིག་ཡོང་མ་རེད་ཡིན་ནའི་ང་སོ་རྗེས་མ་དུས་ཚོད་ཀྱི་ཡག་ཅིག་ཕ་སྐད་ཆའི་ག་འདྲའི་རིགས་འདུག་ཕ་དགོངས་པ་བཞིན་ན་ད་གང་ཟག་བདག་མེད་དེ་ཤ་སྟོན་གི་ཡོད་རེད། དེ་ནས་དེ་ཁ་ནང་བཞིན་དེ་ནས་ད་ད་མི་ལིན་དཱ་ཀྱི་རྒྱལ་པོ་མི་ལིན་དཱ་ཀྱིས་ཞུས་པའི་ཀྱི་ད་དེ་དེ་ད་པཱ་ལའི་ཡིག་ཆ་ད་མཇལ་ཐུབ་པཱ་ལའི་ཡིག་ཆ་ད་འདི་འདུག་འདུག་དེ་ཡིན་ནའི་ད་བོད་སྐད་དུ་དེ་སྔ་བསྒྱུར་ཡོང་མ་རེད་བ།

མགོན་པོ་ཀླུ་སྒྲུབ་ཀྱི་བརྔན་ལ་བཅོམ་ལྡན་འདས་ད་དུས་རབས་དུས་རབས་སྤྱི་ལོའི་སྡེ་ར་མ་ཤར་གོང་གི་དུས་རབས་ལྔ་པ་ལ་བཅོམ་ལྡན་འདས་སྐུ་དངོས་སུ་ཕེབས་ནས་མགོན་པོ་ཀླུ་སྒྲུབ་ཕེབས་ཕེབས་ཀྱི་བར་དུ་ཧ་ལམ་ལོ་ལྔ་བརྒྱ་དྲུག་བརྒྱ་འམ་ཅི་འདུག་བ། འདིའི་ནང་ལས་ལ་ད་ཡོད་རྒྱུད་ཀྱི་ནང་པ་སངས་རྒྱས་པ་ཞེས་པར་ད་ཐེག་པ་དམན་པ་ཆེ་ཆུང་སུ་སྐད་ཆ་བཤད་དགོས་ཡ་མི་འདུག་འདི་བཤད་ན་ཡོང་ཡ་ཁ་ར་ཡོང་བ་རེད། སྐབས་དེ་དུས་ལ་ཐེག་པ་ཆེ་ཆུང་གི་རྣམ་གཞག་མེད་བཞིན་དུ་ཐེག་པ་ཆེ་ཆུང་གི་སྐད་ཆ་ག་འདྲ་བཤད་དགོས་རེད། སྐབས་དེ་དུས་ལ་མདོ་དང་སྔགས་ཀྱི་སྐད་ཆ་མེད་བཞིན་དུ་མདོ་དང་སྔགས་ཀྱི་སྐད་ཆ་ག་འདྲ་བཤད་དགོས་རེད། སྐབས་དེ་དུས་ཡོད་རྒྱུད་ཀྱི་ཆོས་དེ་གང་དུ་ཆགས་ཡོད་རྒྱུད་དེ་ཚོ་རེད་ད།

ཐ་ན་དུ་ཡོང་མ་རེད་རྒྱ་གར་ན་བཞེས་མཁན་མི་དེ་ཡང་གང་ཟག་ཅིག་རེད་བ་མི་གཅིག་རེད་བ་ནོར་བ་ཡོང་ཆོག་རེད་བ་འབུད་ལས་འདི་ལས་ཡག་ག་མཁས་པ་དཔེ་མང་པོ་བཤད་ཡོད་རེད་བྱས་ཙང་ད་ཁྱོད་ཀྱི་ཕ་གི་འཕེལ་རིམ་དེ་རྒྱ་གར་ལ་ཆགས་ཡོད་རེད་འབུད་ལས་ཧ་ཅང་ད་ཆགས་རེད་གཅིག་པ་ཆགས་དེ་རེད་ད་གང་ལྟར་ཆོག་འདུག་སྤྱིར་ནས་ཆགས་འོང་དེ་བསམ་པ་ལ་ད་འདི་དཀའ་ངལ་དེ་སླེབས་འོང་དེ་དངོས་གནས་བྱས་ན་མཁས་པ་མང་ཆོག་གི་དེང་ཆ་ག་རེ་གསུངས་ཟེར་གང་ཆེ་ལུང་ལས་ཟེར་བའི་ལུང་དེ་ཕ་ལམ་ཡན་ལ་གེ་ལ་སྦྱར་གི་འདུག་བ། འཕགས་ལམ་ཡན་ལག་བརྒྱད་ལ་དབུ་མ་སེར་སྦྱར་བཞག་པ་དེ་གཞུང་ལུགས་རྙིང་པ་དཔེ་མང་པོ་ཡོད་རེད། རྒྱུད་རིམ་བཞི་པ་ལྔ་པ་བདེ་བ་ལ་ཡོད་བདེ་མཁན་རེད་བ། ཀུན་སྤྱོད་བསྟན་འཛིན་ད་སྐར་མ་གཉིས་ཚེ་མ་ཐོབ་མི་འདུག་དེ་ན་ལ་ལ་ད་དེ་འདྲ་ཡོད་རེད་ད་གང་ལྟར་བྱས་བསྡུ་བྱས་འོང་དེ་ད་ང་ཕ་སྐད་ཅིག་བདག་མེད་ཀྱི་སྐོར་དེ་ད་བྱེད་སྟངས་དེ་འདྲ་ཞིག་རེད་ཤག་ད། ད་དེ་འོང་དེ་བསམ་པ་ལ་སྔ་མ་སྔ་མ་དེ་ས་བོན་ལྡན་ཏེ་ད་ཡར་ཡར་ཐུག་ན་བདེན་བཞི་གང་ལ་ཐུག་འགྲོ་གོ་ཏོ། བདེན་བཞི་རང་ཁོ་རང་ཐིག་ད་འཕེལ་རིམ་དང་དེ་འདྲ་གི་ཐོག་ནས་དཔེར་ན་གཞི་གནས་ལུགས་རིག་པ་གི་འཕེལ་རིམ་ལམ་རྣམ་འགྲེལ་རིག་པའི་གི་འཕེལ་རིམ་འབྲས་བུ་མྱང་འདས་རིག་པའི་གི་འཕེལ་རིམ་ད་བས་ཏེ་མི་དྲོ་མི་དྲོ་ཡོང་ནས་ད་ང་སོ་ད་འདོད་པ་འདོད་ལ་ད་ང་རང་སོ་ད་ད་ཚར་མ་གི་དུས་རབས་ཟླ་བ་གྲགས་པ་གི་རྗེས་སླེ་འོང་དེ་བསམ་པ་ལ་དུས་རབས་འདི་འདི་འབའ་རྒས་པ་གི་རྗེས་གི་ད་སྐད་ཆ་རེ་བ་ད་ད་དེའི་རྗེས་ནས་མ་སྐད་ཆ་ཤོང་ངོ་དེ་ད་དུང་ངས་སྔ་འགྱུར་ནས་མ་ཤོང་བ་དེ་ད་ང་རེ་ཞིག་སྔ་འགྱུར་གི་སྐད་ཆ་བཤད་གོ་གོ་རང་སྙིང་མེ་ཕུང་དེ་ཡོང་དེ། ཨ་ནི་མཁན་སློབ་ཁྱེད་གསུམ་ནི་གཟུངས་ནི་ཁུངས་དྲངས་ཡས། ད་སྔ་འགྱུར་གྱི་མཁས་པ་ཀློང་ཆེན་མན་ཞིག་ཆུ་ནི་དྲངས་མེད་ངེས། མི་དྲངས་ཡས་དེ་མ་གི་བའི་རྒྱུ་མཚན་མ་རེད་ཆོག་ཅིག་ན་དྲངས་སའི་ཡོང་མ་རེད། གཉིས་ནི་ད་སྔ་འགྱུར་བ་ཟེར་གྱི་འོ་ནི་མཁས་པ་རྙིང་པ་དྲངས་དགོས་ར་བ། རྙིང་མ་ཟེར་མིང་གོ་ར་རྙིང་མ་ལབ་དེ་ར་བ། རྙིང་མ་ཟེར་གི་ཟེར་གི་ལ་དེང་སང་ད་སྔ་སུ་མི་ཕམ་དུ་བཞུགས་འདུག་ཨ་ཤེ་ཡང་ཤེ་དྲངས་འདུག་གི་ད་སྔ་དེ་མཁན་ས་ལོ་སོ་རོལ་དུ་དྲངས་པོ་ཞིང། རྙིང་མ་ཟེར་ཡས་དེ་ད་གོ་ག་རེ་ཆོག་ཆོག་ནས། ང་སུ་རྙིང་མ་ཟེར་དེ་དངོས་གནས་བྱས་ན་དུས་རབས་བཅུ་གཅིག་པའི་སྙིང་གི་ཡིག་ཆ་ཤང་ཤང་དྲངས་ཡོད་ད་ངས་ས་ཤེས་དེ་ལ། མཁན་སློབ་ཁྱེད་གསུམ་དྲངས་ཡོད། གསུང་སྐབས་ཀྱི་གྲངས་ཡོད། གུ་རུ་རིན་པོ་ཆེ་གི་གསུང་གསང་ཤོག་དེ་མན་ངག་རྟ་བའི་ཕྲེང་བ་དང་ཐབས་ཤ་དཔལ་མོའི་ཕྲེང་བ་དང་ད་ཏུང་ཡིན་ནི་ལ་རག་རེད་བ་ད་ཤ་དཔལ་མོ་དྲུག་ཅུ་ཕྲེང་འདི་ནི་གསང་མ་གསང་ཞེས་གྲངས་ཡོད། གཏེར་གྱི་སྐད་ཆ་ཡོང་མ་རེད་ད། འདི་ཐུགས་དོགས་སྐོར་མ་རེད་རྙིང་མ་ལ་ད་ཏུང་གཏེར་ཟེར་ཉར་ཉོ་རེད་བཤད་ཡོད་རེད་བ་འདི་རྗེས་མ་སྐད་ཆ་རེད་སྐབས་དེ་དེ་ལ་གཏེར་སྐད་ཆ་ཡོང་མ་རེད་འདི་སྐད་ཆ་ལ། འདི་གསང་མ་རེད་གཏེར་གྱི་སྐད་ཆ་ཡོང་མ་རེད་ཆུ་ནས་དེ་ག་ནང་རྗེས་ནས་བཀའ་ཆོས་ཞང་གསུམ། གཞུང་རེ་རེ་ཁུངས་ཐུགས་ནས་གྲངས་ཡོད། འདིའི་རྗེས་ལ་གཉན་དཔལ་དབྱངས་དཔལ་མཁས་པ་ཆེན་པོ་ཆགས་ཡོད་རེད་ཁོང་གི་གསུང་ད་ད། ཐུགས་ཀྱི་སྒྲོན་མ་ལ་སོགས་པ་སྒྲོན་མ་དྲུག་ཚང་མ་ང་ཚོ་བསྟན་རྒྱུ་ལ་ཡོད་རེད་ད་ད།

དེ་ནས་དུས་ཚོད་བྱུང་ན་ངས་བདག་གིས་ཞུ་མཁན་དེ་རེད་ལ་དུས་ཚོད་བྱུང་ན་ཁ་སང་རྒན་དཔལ་ལྡན་གྲགས་པའི་འགྲེལ་བ་གསུམ་གོང་ལ་ད་འདི་གསོ་སྦྱོང་བ་གི་ག་འདྲེ་ཞིག་གོང་གི་འདུག་ངས་བརྗོད་ན་འདི་ཐོག་ནས་ཞུ་དགོས་བསམས་སོ་ད་འདི་ག་འདྲེ་གང།
ཏོག་ཏོག་ཅིག་སྐར་མ་གཅིག་ན་གསུང་ཐུག་ན་གཅིག་གསུང་རོགས་གནང་ནི། ལགས་སོ་ད་ཁ་སང་ཡོངས་ཀྱི་དགེ་བའི་བཤེས་གཉེན་ཆེན་མོ་རྒན་དཔལ་ལྡན་གྲགས་པ་མཆོག་གིས་དཔལ་མི་སྲིད་ཀྱི་ཐུགས་བརྩེ་ཆེན་པོའི་སྒོ་ནས་བཀའ་འདྲི་གནང་གི་འདུག་ཨ། རྫོགས་ཆེན་ཚལ་ཞིག་དུ་ཡོད་པ་ད་ལྟ་ཁོང་གིས་ཁེངས་ཁྱོད་རོ། ཡིན་ནས་དེང་སང་ཁ་ཤས་ཀྱིས་རྫོགས་ཆེན་བྱ་ག་ལ་ཡོང་མ་རེད་ཨ་ནི་ད་གར་སོ་ཁ་སང་གར་གོ། ད་དེང་སང་ད་དགྲ་ཇག་གི་སྐད་ཆ་རེད་བ་ལ་སྦོམ་པོ་ཁ་ཤས་ཀྱིས་ཅི་ཞིག་ནས་ནས་སྙིང་མ་བརྐུ་རེད་ད་འདི་ད་སྐད་ཆ་དེ་ག་ཟེར་བ་རེད་བ། ད་གང་ད་ཟེར་འདིའི་ཐོག་ནས་དེ་འདྲ་རེད། འདིའི་ཐོག་ལ་རྫོགས་ཆེན་ཟེར་དེ་ཐ་སྙད་ཡོད་པ་འདི། ད་ང་རང་ཚོ་དེང་སང་ལག་ཐོག་ཁ་པར་རེ་རེ་ཡོད་རེད་འདི་བསྟན་འགྱུར་ལ་བརྫིས་ད། ལམ་རིམ་འཇམ་པའི་བཤད་ལུང། བདག་མདའ་ལྔ་སོགས། སངས་རྒྱས་ཡེ་ཤེས་ཞབས་ཀྱི་ལམ་རིམ་འཇམ་པའི་བཤད་ནོར་ལ་ལ། རྫོགས་པ་ཆེན་པོ་སྤྱིའི་ཡེ་ཤེས་བཅུད་ཡོངས་སུ་དག་གི་མདོ་བྱང་ཆེན་པོ་དཔེ་གསལ་པོ་དུ་བ། ད་འདི་ཡིན་ནས་གསར་འགྱུར་རེད་རྙིང་མ་མ་རེད་ཡིན་ནས་ངས་ཁུངས་ངོ་མ་འདིར་དྲངས་ཀྱི་མེད། ཁུངས་ངོ་མ་དེ་ག་རེ་དྲན་གསང་བ་སྙིང་པོ་དྲངས་ཡིན་རྒྱུད་གསང་བ་སྙིང་པོ་ལ་རྒྱུད་གསང་བ་སྙིང་པོ་ལ་ཡོད་རེད། རྒྱུད་གསང་བ་སྙིང་པོ་ལ་སྔ་འགྱུར་ཕྱི་འགྱུར་གཉིས་ཀ་ཡོད་རེད། ད་འདི་དོགས་པ་མི་འདུག་ཁས་ལེན་དགོས་མ་དགོས། སྔ་འགྱུར་ཡོད་པའི་ཆ་ནས་སྔ་འགྱུར་རྙིང་མའི་གི་ལོའི་ཁས་ལེན། ཕྱི་འགྱུར་ཡོད་པའི་ཆ་ནས་ཕྱི་འགྱུར་གི་ལོའི་ཁས་ལེན། ཕྱི་འགྱུར་དེ་ཐར་ལོ་ཉི་མ་བརྒྱད་ཚན་རེད། ཐར་ལོ་ཉི་མ་བརྒྱད་ཚན་གྱི་འགྱུར་རབས་བཅུ་གསུམ་པོ་ལ་འགྱུར་རེད། འདི་འགྱུར་དེ་ཡོད་རེད་ད། སྡེ་དགེ་བཀའ་འགྱུར་ལ་ཡོང་མ་རེད། ཡིན་ནའི་ང་སོགས་སྡེ་དགེ་བཀའ་འགྱུར་ལ་མེད་ནི་མེད་པའི་ཆ་གི་མ་རེད། བཀའ་འགྱུར་དཔེ་མང་པོ་ཡོད་རེད། བསྟན་འགྱུར་ཡིན་ན་ཁག་ལྔ་མ་གཏོགས་ཡོང་མ་རེད། ད་སྡེ་དགེ་བཀའ་འགྱུར་ལ་ཡོང་མ་རེད། དེ་པེ་ཅིང་བཀའ་འགྱུར་ལ་ཡོང་མ་རེད། ག་བ་ཡོད་རེད་ཟེར་ན་ཕུག་བྲག་བཀའ་འགྱུར་ལ་ཡོད་རེད།

སྐུ་ཉིད་ཀྱི་ད་ལྟ་དེ་བཙོན་ཐོག་གི་ལུང་ད་ལྟ། གལ་ཏེ་ངེས་གཏམ་ཅན་གབ་ཡོད་དེས་ན་ང་ལ་སྐྱོན་དེ་ཡོད་ཟེར། ང་ལ་དམ་བཅའ་མེད་པས་ན། ང་ནི་སྐྱོན་མེད་ཁོ་ན་ཡིན་ཟེར་དེ་དྲང་བཞག་འདུག་ད་ནམ་རྒྱུན། གསུང་ཚུལ་གཅིག་ལ་ཡང་རི་བོ་དགེ་ལྡན་པའི་ཕྱོགས་ཡིན་ན་ཐལ་འགྱུར་ལུགས་ལ། ཁས་ལེན་ཡོད་དམ་བཅའ་ཡོད་ཟེར་ཡ་ཅིག་དང། ད་དེ་ནས་ཡང་ཆོས་བརྒྱུད་གཞན་པ་ཚོ་གི་མཁས་པ་ཁག་ཅིག་གསུང་ཟིན་གནང་གཞི་བྱས་པ་ཡིན་ན། ཐལ་འགྱུར་ལུགས་ལ་ཁས་ལེན་ཡོད་མ་རེད་དམ་བཅའ་མེད་གང་ཡིན་ཟེར་ན། གལ་ཏེ་ངས་དམ་བཅས་འགའ་ཡོད་དེས་ན་ང་ལ་སྐྱོན་དེ་ཡོད། ང་ལ་དམ་བཅའ་མེད་པས་ན་ང་ནི་སྐྱོན་མེད་ཁོ་ན་ཡིན། དེ་ཤེས་ཆེས་དྲང་པོ་འདུག། ད་རེས་དེ་ཡིན་ན་ངས་ད་ལྟ་གོ་བ་ལེན་སྟངས་བྱས་པ་ཡིན་ན་གཞུང་འདིས་རི་བོ་དགེ་ལྡན་པའི་ལུགས་ལ་ཡང་རི་བོ་དགེ་ལྡན་པས་བཟོས་ཀྱི་མི་འདུག་སྤྱིར་ན་ཁས་ལེན་མེད་པ་དེ་བསྟན་གྱི་མི་འདུག་གཞུང་འདིས་ཁས་ལེན་ཡོད་པ་ཅིག་བསྟན་གྱི་འདུག་གང་ཡིན་ཟེར་ན་དེ་གལ་ཏེ་ངས་དམ་བཅས་འགའ་ཡོད་དེ་ན་ང་ལ་སྐྱོན་དེ་ཡོད་གསུངས་ཡོང་དུས་ངོ་མ་ཁྱོད་རང་ཚོ་གི་ནས་འདུག་པ་ནང་བཞིན་གྱིས་ངས་ཁས་བླངས་ཡོད་ཡིན་ན་ངོ་མ་ཡང་ཁྱོད་རང་ཚོ་གི་ང་ལ་ཡར་སྐྱོན་བཏང་པ་དེ་ནང་བཞིན་གྱིས་ང་ལ་སྐྱོན་འཇུག་གི་རེད་ད་ཟེར་ཁས་ལེན་ཅིག་བྱས་དེ་ནས་ངས་ངོ་མ་བ་ཚོ་གི་གང་བྱས་དེ་ཁས་ལེན་ནང་བཞིན་གྱིས་ལེན་གི་མེད་སོང་ཙང་ང་ནི་སྐྱོན་མེད་ཁོ་ན་ཡིན་གསུངས་ཡོང་དུས་ཕྱོགས་གཅིག་ནས་གཞན་ནས་མ་ནི་ང་སྐྱོན་མེད་ཡིན་པ་ཅིག་གསུངས། གཞན་ནས་སྐྱོན་ནི་སྐྱོན་མིན་ཡིན་པ་ཅིག་གསུངས་པ་ཙམ་དུ་མ་ཟད་ཡིད་ཀྱིས་དེ་ལྟར་གོ་དམ་བཅའ་གི་ཡོད་ཡིན་ན་དེ་ནི་དམ་བཅའ་ཡོད་པ་ཁས་ལེན་ཡོད་པ་དེ་དེ་ལ་བརྟེན་ནས་གོ་སྒྲུབ་ཐུབ་ཡ་གཅིག་རེད་བསམ་གི་འདུག་ཟེར་གཅིག་དེ་རེད་ཕྱོགས་གཅིག་ནི་ད་ལྟ་དགག་པ་གཉིས་ཀྱི་གནད་མ་གོ་བའི་ཕྱོགས་དེ་ནི་གཞུང་མང་པོའི་ནང་ལས་གསུངས་བཞག་ཡོད་རེད་ད་ག་ནང་བཞིན་དེ་ཚོང་དོག་དེ་ཚོའི་ནང་ལ་ཡ་རང་བཞིན་མེད་པ་ཉིད་ལོག་ན་རང་བཞིན་ཉིད་དུ་རབ་གྲུབ་འགྱུར་གསུངས་ཡོང་དུས་རང་བཞིན་མེད་པ་མ་ཡིན་ན་རང་བཞིན་གྱིས་གྲུབ་པ་དགོས་ཀྱི་རེད་གསུངས་བ་ད་ག་རང་གིས་ཡང་ཁས་ལེན་ཡོད་པའི་ཕྱོགས་གཅིག་སྒྲུབ་ཡོད་ཐུག་གི་ཡོད་པའི་ཕྱོགས་གཅིག་འགུག་འདུག་ཟེར་གལ་སྲིད་ད་དེ་ལ་ཡང་ད་ལྟ་དེ་ནས་ས་སྐྱའི་མཁས་པ་ཁག་ཅིག་གིས་དོགས་འཇུག་གི་ཚུལ་དུ་དཔེར་ན་ཤ་ཚ་སྐད་དོན་དུ་གསོལ་བའི་གང་ཟག་མགོ་ལ་ཡང་དེ་ནས་མདུན་གྱི་ཤིང་དེར་ཆོས་ཅན་ཤ་ཚ་ཡོད་བ་དང་ཤ་ཚ་མེད་པ་དེ་ཁེགས་པའི་ཕྱིར་ཟེར་ཡང། ཨ་ནི་དེ་འདྲའི་སྐར་ཚོགས་རེ་དེ་དོགས་འཇོག་ཅིག་བྱེད་སྟངས་འདུག་དེ་དེ་འདྲའི་དོགས་འཇོག་བྱེད་སྟངས་དེ་ལ་ཡ། ཡུལ་མིའི་ཐེ་ཚོམ་ཟ་བ་ནང་བཞིན་ཚད་མས་ཁེགས་མ་ཁེགས་དེ་ཐེ་ཚོམ་ཟ་ཟེར་ལབ་པ་ཡིན་ན་ཕལ་ཆེར་ཏག་ཏག་བདེན་གཉིས་ར་བོ་ཅིག་ཡོང་གི་འདུག་དེ་སོང་ཙང་སྐུ་ཉིད་ཀྱི་དེ་དང་འབྲེལ་ནས་ཨ་ནི་དགོངས་ཚུལ་གསུང་རོགས་ཞེས་ཟེར་བ་དེ་ལ་ཤེས་ཡ་ཡིན། ལ་སོ་རྒན་ཁྱོད་ཆོས་ན་ད་འདི་ང་ཚོ་སྲོལ་རྒྱུན་གྱི་ནམ་རྒྱུན་གྱི་དཀའ་ངལ་དེ་རེད་བ། ད་འདི་དགོངས་པ་བཤད་སང་དྲག་ཡིན་མི་འདུག་ཞོན་ད་རྒན་གྱི་ཤ་ར་གསུངས་པ་ཁུངས་དང་ལུང་དང་རིགས་པ་ཚང་མ་ཡོད་རེད་དེ་ག་རང་རེད།

ཆགས་དགོས་ར་ད། ད་འདིའི་སྐད་ཆ་ཤོད་འོང་སྟེ་བསམ་པ་ལ། དངོས་གནས་གནས་ལུགས་མཐར་ཐུག་གི་ཡིན་ན་ཆོས་ཐམས་ཅད་ཆོས་ཀྱི་ཡིན་པ་བཞི་རེད་ཀུན་རྫོབ་གསལ་བྱེད་རྙེད་ཀྱི་མ་རེད། དཔེར་ན་ང་ཚོ་རྟག་པ་མཐའ་མཚུངས་ཀྱི་དཔེ་བཞག་གི་འདུག་ཨ། རྒྱལ་སྲས་གསེར་གྱི་གླིང་ཟེར་ད་གསེར་རྐྱང་རྐྱང་ཡོད་དེ་གི་ལུང་པ་ཞེས་ཀ་བྱས་ན། ལུང་པ་དེ་ལ་སླེབས་སོང་ན་ས་ཐོབ་ཕེར་པ་གསལ་བྱེད་རྙེད་ཀྱི་མ་རེད་བ་ཨ་ཟེར། འདི་ནང་བཞིན་བྱས་ནས་རྣལ་འབྱོར་པ་དག་དངོས་གནས་བྱས་ནས་དཔེར་ན་དབུ་མ་ཐལ་འགྱུར་པ་དང་དེ་ཐེག་པའི་སེམས་དབུ་མ་ཐལ་འགྱུར་པ་ཞེས་བཞག་བཞིན་ཞུ་གི་འདུག་ངས་ད་སྔགས་ཞུ་གི་མེད།

ཡོངས་གྲགས་ཀྱི་ཚིག་གཉིས་ལ་གཉིས་ཐོག་ལ་ངས་དྲི་བ་ཞུ་རྒྱུ་ང་ཚོ་ཡོངས་གྲགས་ཀྱི་གྲངས་དེ་ཡ་གི་ར། ཨ་ནི་གཅིག་དེ་གར་ཟེར་ན། གར་ཚ་གཞན་མྱོང་བ་དང་འདྲ་བ་ལས་དྲན་རྒྱུ་ཞུ་བའི་ཐུགས་ཀྱི་ནུབ་སྟེ་ཁ་ཐུག་གཅིག་ཞིག་ར། གཅིག་ཨི་ནི། འཇིག་རྟེན་གཅིག་ནི་མགོན་པོས་ཀྱང་སེམས་ཀྱི་སེམས་མི་ཐུང་ཞིག་བཟོ་ད་ང་ཚོ་ཡོངས་གྲགས་ར་བ། གལ་ཏེ་འོད་ནས་ད་ན། ཨ་གཞན་མྱོང་བ་དང་འདྲ་བ་ལས། དྲན་རྒྱུ་ཞི་བའི་ཐུགས་ཞིག་ཟེར་བ་དེ་ར་གཞན་མྱོང་བ་ན། འདྲ་བ་ལས་དྲན་རྒྱུ་ཞི་བའི་ཐུགས་གཅིག་བྱེད། གཞན་མྱོང་བ་དང་འདྲ་བ་ལ་དྲིན་ཆེ་བའི་དུག་གསོ་བ་དེ་གཉིས་ཡོང་གི་འདུག་ར། གོང་ས་སྐྱབས་མགོན་ཆེན་པོ་གི་ལྟར་ན་ཨ་ནི་སྤྱོད་འཇུག་བཀའ་ཁྲིད་ནང་ལ་གཞན་མྱོང་བ་ན་ཟེར་ཨ་ནི་མེད་པ་ཡིན་ན་ཨ་ནི་གོ་བདེ་གི་རེད་ཁོང་རིགས་ཀྱི་བཀའ་ཁྲིད་ནང་ད་ག་རང་ཨ་ནི་བཀོད་ཡོད་རེད་ད་ག་ན་གཞན་ཡག་ཁོང་རྟོགས་པའི་ཡིན་ན་ད་ང་ཚོ་སྤྱོད་འཇུག་གི་འདྲི་བ་ལྟ་བོད་ཡོད་རེད་བ་བོད་ནང་དག་ཞུས་འདྲ་བོ་དེ་ནི་འདི་རེད་བ་སྐར་རྩ།

རང་དོན་ཕྱི་རྒྱལ་སྐུ་རུ་འདུན་ལུགས་ལ་ཨ་ནི་དམ་པ་ཞུ་བ་དེ་རྒན་གི་ཨ་ནི་དཔེ་ཆ་ཁུངས་ཡིག་ཆ་ག་རེ་ཡོད་དེ་གཅིག་དུམ་བུ་དེ་གསར་བོ་གསུང་རོགས་བྱེད་ཟེར། བྱས་ཙང་བྱས་ཙང་ངས་འདི་ཞུས་ཏོ། དུམ་བུ་དེ་གསར་བོ་གསུང་རོགས་བྱེད་དེ་ང་ནི་མ་ཅིག་འགྲོ་ཡ་ཞིག་མ་དེ་སོ་སོའི་དྲན་ཚིག་ཚང་མ་འདི་ལས་གསུང་མ་རེད་མ་རེད་མ་རེད་ཁྱེད་ཀྱི་ཁྱེད་ཀྱི་བདག་གི་ལོ་ཚིགས་ཅིག་འདུག་ཨ་ཁྱེད་ཀྱི་བདག་གི་ལོ་ཚིགས་འདི་ད་ག་འདྲ་ཅང་དོག་པ་འདུག་ཞུ་དགོས་རེད་ངས་ངོ་མ་དེ

དེའི་དྲན་ཏེ། གངས་ལྗོངས་རྒྱ་སྟོད་ཡོངས་རྫོགས་ཀྱི་ཕྱི་མོ་སྐྱིད་དུ་བསྐྱིལ་བ་སྔ་འགྱིང་སྙིགས་མའི་དཀར་ཆག་ཕུང་ཐོག་མ་དང་བདེ་དཀར་མ་ཟེར། དཀར་ཆག་ཕུང་ཐོག་མ་ཟེར་ངེས་ཀྱི་དང་དཀར་ཆག་བདེ་དཀར་མ་ཟེར་ངེས་དེ་གི་ཐ་སྙད་དེ་ལ་ཡང། སྔ་འགྱིང་སྙིགས་མའི་གི་དཀར་ཆག་ཟེར་དེ་སོགས་ཕལ་ཆེར་ཕྱོགས་ཀྱི་ས་སྟེགས་འདྲ་ཟེར་ངེས། དེ་རང་བཟོ་རེད་ཟེར་ནས་ཞུགས་མེད་དང་ས་སྟེགས་འདྲ་ཡི་ཡོད་ན་དེ་ཁ་ཤས་ཡང་དེ་སྔའི་ལ་ཕུང་ཐོ་དཀར་ཆག་དང་དེ་དཀར་ཆག་དེ་སྐར་མ་དེ་ཚོ་ལ་སྔ་འགྱིད་ཉི་མའི་དཀར་ཆག་ཟེར་ནས་བྲིས་ཡོད་ས་འདུག་གས་ངས་དོགས་པ་དྲུག་པའི་རྒྱུ་མཚན་ག་རེ་ཡིན་ཟེར་ན་སྔ་འགྱིད་དུ་ཤུན་རྒྱུ་ཟེར་ཡ་དེ་སོ་ནག་ལ་ཆད་པ་བཞག་ཡ་མ་གཏོགས་གཞན་དག་ལ་ཆད་པ་བཞག་ཡོད་ལ་མ་རེད། དེ་ནས་ཕུང་ཐུག་གི་དཀར་ཆག་ནོར་ལ་གཡས་པའི་ཕྱིན་ཆད་གྲུ་བརྒྱ་དང་ལྔ་སྤྱི་བོར་དེ་མང་ཆེ་བ་དེ་བརྒྱ་ཤ་མང་དེ་མདོ་རེད་དེ་སྤྱི་མང་པོ་དེ་གཡས་སུ་ཡོད་ལ་མ་མདོའི་ནོར་ལོག་སྔགས་དང་མདོ་གཉིས་ཀྱི་ནོར་ལོག་ནི་མདོ་རེད་དེ་ཡང་སོ་ལྔ་ལྔ་མཇུག་གི་མདོ་ཟེར་ཧ་ལམ་དེ་ནོར་ལ་ཡོད་ལ་མ་རེད་དེ་ནི་དེ་སྤྱི་དེ་སོ་ན་མང་ཆེ་བ་དེ་མདོ་ཤོག་མ་གཏོགས་སྔགས་ཤོག་ཧ་ལམ་ཡོད་ལ་མ་རེད་དེ་སོ་ག་འགའ་དེ་ཐེག་པ་ཐུན་མོང་མ་གཏོགས་དེ་ནི་གསུང་སྔགས་སྙིང་བཅུ་སྐོར་མ་ཡོད་མ་རེད་སྤྱི་ཟིན་དེ་ལ

ད་འདི་ལ་ཡོད་མེད་སྒྲོ་འདོགས་པོ་ཟ་དགོས་རེད་གཅིག་ནས་ད་ཟླ་འདི་སྔགས་ནང་པ་དེ་འདི་ན་བཞུགས་ཟེར་ཏེ་ཏུང་ཧོའི་ཡིན་ནི་ནས་དཔེ་གསལ་པོ་རག་དགོས་རེད་ད་དེང་སང་རྒྱུད་སྡེ་སུམ་སོ་དྲུག་ད་རྒྱུད་སྡེ་སུམ་ཅུ་སོ་དྲུག་ནང་ལོ་ནམ་རྒྱུན་སྔ་འགྱུར་བའི་ལབ་བདེ་མཁན་གྱི་བསྟན་དར་ཆེན་པོ་སྡེ་བཅོ་བརྒྱད་ཟང་པ་ཡོད་རེད་ད་གསང་བ་འདུས་པ་དེ་ག་རང་རྙིང་མ་གི་རྒྱུད་ཆགས་དེ་རོ་ས་ཀྱི་གསང་བ་འདུས་པ་ལེའུ་བཅུ་བདུན་རྙིང་མ་གི་རྒྱུད་གསང་མ་གསང་སེ་བྱས་ནས་སྔ་འགྱུར་ཏུང་ཧོའི་ཡིན་ནི་ནས་ལེའུ་བཅུ་བདུན་ཆགས་ཐག་རག་རེད་དེ་སང་དེང་སང་ག་ཞིག་གིས་ཟེར་གི་འདུག་ད་ངོ་ནས་རིའུ་རྒན་ནི་པ་དཔེ་མི་ཚེ་བཀའ་དྲིན་ཆེན་པོ་རེད་ཤ་ས་ད།

འགལ་དཔེར་ན་ཟླ་གསུམ་པའི་བུམ་པ་གང་ཡང་ད་ངས་འདི་ན་འདི་ཆེ་གསུམ་ན་འབྲི་འོས་རེད་བུམ་པ་ཟེར་ཡ་དང་བུམ་པའི་ངོ་བོ་ཟེར་དང་བུམ་པའི་རང་བཞིན་ཟེར་དང་བུམ་པའི་མཚན་ཉིད་ཟེར་དེ་ཚོ་ཀ་ཡ་དང་བུམ་པ་ཀ་ཡ་ལ་ཁྱད་པར་གང་ཡང་རང་གི་མཚན་ཉིད་དེ་གྲུབ་པ་དང་རང་བཞིན་གྱི་གྲུབ་པ་དང་རང་ངེས་ནས་གྲུབ་པ་དེ་ཚོ་ཐ་སྙད་སྦྱར་མ་སྦྱར་ཁྱད་པར་གང་ཡང་སྣང་གི་མ་རེད་གཅིག་པ་གཅིག་སེམས་ཅན་ན་རང་གྲོགས་གི་རེད་ལ། ཡ་ད། ད་སོ་མཁན་པོ་སྐྱེ་འཇུག་བསྟན་འཛིན་ལ་ད་ངས་དེ་ལན་ཞིག་དེ་ག་ས་བྲི་བ་ཞིག་བྱུང་བ་ཞིག་ད་ད་ན་ང་ཚོ་དེ་ཕར་ཚུར་ཚུར་ཚུར་ངས་དེ་འགྲོ་རིན་འགྲོ་མ་རེད་ད་མ་སོ་ང་ཚོ་བྱུས་དཔེ་འདི་ད་ད་ང་ཚོ་འདི་ཤོག་ལ་ཁོ་ཤི་ད།

རང་རྒྱུད་པས་རང་གི་མཚན་ཉིད་ཀྱི་སྤྲོས་པ་བཞག་ཅེས་བཤད་པ་ཡིན་ནའང། ཤེས་རབ་དོན་མེད་ནོ་ག་རེ་གསུང་དགོས་རིགས་ཟེར་ན། སེམས་ཙམ་པ་བཀའ་འོང་འདི་ཙམ་ནས་ཁྱོད་རང་གི། ཀུན་བརྟགས་རང་གི་མཚན་ཉིད་ཅིག་མེད་ཟེར་ཡ་དེ། མདོ་བསགས་ཀྱི་གཞི་དེ་ལ་བཞག་གི་ཡིན་མིན་མདོ་བཞི་ཀྱི་རྟོགས་པ་ལ་བཞག་གི་ཡིན་མདོ་བཞི་ཀྱི་རྟོགས་པ་ལ་བཞག་པ་ཡིན་ན། དེ་རང་གི་མཚན་ཉིད་ཅིག་མ་གྲུབ་ན་གཞན་དབང་ལ་སྐལ་པ་འདས་པ་ཆགས་འགྲོ་གི་འདུག་ཟེར་ནས་ལས་དོན་གྱི་གསུང་བཞག་ཟེར། དེ་འདྲའི་ཡིག་ཚང་ཚིག་དེ་ལ་བརྟེན་ནས་ལས་དེའི་རང་གི་འདུ་ཤེས་ཀྱི་རྟོག་པ་རང་གི་མཚན་ཉིད་གྲུབ་པ་ཁས་ལེན་དགོས་ཀྱི་འདུག་དེ་ལ་ཁྱོད་རང་གི་གསུང་ལས་གར་ཡོད་ཟེར་མཁན་གྱི་ད་གེ་དང་གསུམ་པོ་ཁྱོད་རང་དགུ་མ་ལན་སུ་ལན་མ་སུ་ལན་ཨ་ལན་སུ་ས་ད་དེ་སུ་ད། དཔེར་ན་ད་ལྟ་རྒན་གྱི་གསུང་གི་དེ་ག་རང་རེད་ད་ལྟ་འདི་རྟོག་པ་ཞིག་འདུག་བ་ལ་འདི་རྟོག་པ་དེ་གཞན་དབང་ཡིན་པ་བཞེད་ཀྱི་མ་རེད་ད་རྙིང་མ་གི། འདུ་ཤེས་ཀྱི་རྟོག་པ་ལ་ཡོད་རེད། རེད་རེད་དཔེར་ན་དངོས་པོ་ཡིན་ན་གཞན་དབང་ཡིན་པ་བཞེད་ཀྱི་ཡོད་མ་རེད་ད་གེ། འདུ་ཤེས་ཀྱི་རྟོག་པ་ར་བ།
འདུ་ཤེས་ཀྱི་རྟོག་པ་སྲིད་དེ་རྣོ་རྟོག་བ་རེད།

མཁན་པོ་ལགས།
ཐོག་མ་དེ་ལ་རེ་བ་ད་ངས་དེ་ས་བཤད་བྱེད་ཀྱི་ཡིན་ས་བཤད་ཟེར་གི་རེ་བ་ད། ད་ལྟ་གོང་ཞིག་ལུས་ལས་ལངས་འདུག་ན་མེད་པ་བྱུང་ཆེ་མེད་པ་གསོན་ཟེར་ཡ་བྱས་འདུག་བ། དེ་ལ་ཨ་ནི་རྒྱ་ས་རྒྱལ་ཁས་ག་རེ་གསོན་ཡ་ཟེར་ན་ཨ་ནི་བོད་ཀྱི་འབྲི་བྱེད་གོང་བཀད་པ་དེ་ཐོག་མ་ནས་ཕ་རོལ་པོའི་ངོ་ལ་ཁྲག་གི་བུ་གི་ངེས་པ་ཡས་མ་རེད། ཨ་ནི་དེ་ག་རེ་རེད་ཟེར་ན་དེའི་ཁ་ཐུག་དེ་ལ་ཨ་ནི་དེའི་སྒོ་ནས་ཐེ་ཆེ་ཆེ་བཀའ་ཁྲི་མཛད་མཁན་རེད།

ད་ལྟ་བདེན་པའི་མཐོང་བ་དྲོ་སྐྱིད་ཀྱི། སྟོང་ཉིད་མཐོང་བས་ཅི་ཞིག་བྱ་ཟེར་ཡ་དེ་ཁ་ཐོད་དེ་ལ། ད་ཆུང་ངའི་གཙོ་བོ་དེ་ཉིད་དེ་བདེན་གཉིས་རེད་ཟེར་ཏེ་མ་བ་རིན་པོ་ཆེ་བོ་དག་རུ་བཙུན་གོ་དོ། དེ་ཡིན་དེ་ལས་བྱེད་ཚ་ཆུང་ང་དེ་གའི། བརྔན་པ་ནས་བཤད་པའི་མི་རྟོགས་སུ་གྱུར། དེ་བུ་གའི་གོམ་པ་གཙང་བྱེད་གའི། ག་རེ་ས་དེ། འཁོར་བ་ལས་གྲོགས་བ་ཐོག་འགྲོ་གོ་དོ། སྟོང་ཉིད་རྟོགས་གི་ཡ་མི་འདུག་ཟེར་ཡ་ཞིག་གའི། ཉིད་དེ་བདེན་གཉིས་གའི་དེ་འདྲའི་གའི་བརྩེ་བ་དེ་ལ། ད་ལན་ཞིག་རྒྱག་གི་གའི་ར་བ། དེ་རྒྱག་ཡོང་དེ་ལ། ད་མི་གའི་དགོངས་དེ་ལ།